གནས་ཚུལ་དེ་གསན་གཟིགས་གནང་མཁན་གྱི་དྲ་གྲོགས་ལྷན་རྒྱས་ཚང་མ་ལོ་ལ་ཡར་སྐུ་ཁམས་བཟང་ཞུ་གི་ཡོད། དེ་རིང་འདིར་གུས་པ་རང་ཉིད་ཀྱི་གནས་ཚུལ་གལ་ཆེན་པོ་གཅིག་གི་དོན་ཚན་བཞིའི་ཐོག་ལ་ཡར་བཀའ་མོལ་ཞུ་ཡག་གི་གོ་སྐབས་འདི་ལེན་གི་ཡོད། གནས་ཚུལ་དེ་ཚོ་ཉེ་ཆར་ཨ་རིའི་དོན་གཅོད་འཕོ་འགྱུར་འགྲོ་བའི་སྐོར་དེ་དང་འབྲེལ་བའི་གནས་ཚུལ་གཅིག་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་དུས། དོན་དག་དང་པོ་དེ་ཨ་རི་དོན་གཅོད་འཕོ་འགྱུར་གྱི་གཞུང་འབྲེལ་གྱི་ཡིག་ཆ་དང་འབྲེལ་བ་ཡོད་པའི་གི་བཀའ་མོལ་ཁ་ཤས་བྱེད་ཆོག་གི་ཡོད། གཞུང་འབྲེལ་གྱི་ཡིག་ཆའི་ནང་ལོགས་ལ་ཡང་ཨ་རི་དོན་གཅོད་འཕོ་འགྱུར་ཞེས་བྱས་དང་པོ་བེད་སྤྱོད་དེ་ལྟར་གནང་ཡོད་རེད། དེ་བཀའ་ཤག་གི་སྤྱི་མོས་དོན་དག་གལ་ཆེན་པོ་གཅིག་གི་ཐོག་ལ་ཡང་ཆེད་མངགས་ཀྱིས་གཏན་འབེབས་གནང་པའི་གི་ཐད་ཀར་བེད་སྤྱོད་གཏོང་ཡ་གི་ཚིག།

བཙན་བྱོལ་བོད་གཞུང་གི་ཕྱོགས་ནས་བལྟས་པ་ཡིན་ན་བཙན་བྱོལ་བོད་མིའི་བཅའ་ཁྲིམས། ལེའུ་དང་པོའི་དོན་ཚན། དང་པོའི་གི་ནང་གསེས། གསུམ་པ་ནང་བཞིན་གཅིག་འཕོ་འགྱུར་གནང་བཞག་པ་ཅིག་ཆགས་ཀྱི་འདུག་བ། བཀའ་ཤག་གི་གསལ་བཤད་ནང་ལོགས་ལ་ཡང། དོན་གཅོད་འཕོ་འགྱུར་འགྲོ་བའི་སྐོར་ལ། ཐོག་མར་བསྐོ་བཞག་བྱེད་སྟངས་ཀྱི་ལམ་ཀ་དེ་ནི། འཕོ་འགྱུར་བཏང་པ་ཡིན་ཟིན་ལབ་སྡོད་ཁང་ལ། གོ་འམ། གཅིག་རྙེད་ཐུག་གི་འདུག་བ། ཐོག་མར་བསྐོ་གཞག་གནང་པའི་སྐབས་ལ་ཡ་བཀའ་བསྟན་ཕོབ་གྲངས་དང་ཟུང་འབྲེལ་བྱེད་ནས་གི་བསྐོ་གཞག་གནང་ཡོད་པ་གཅིག། དང་འཕོ་འགྱུར་བཏང་པའི་སྐབས་ལ་ཡ། གོ་བ་དེ་ལན་ཐུག་དགོས་ཀྱི་ཡོད་རེད་བ། བཀའ་མོལ་དེ་འདྲ་གཅིག་གནང་ཡོང་དུས། དེ་ཙམ་མ་ཟད། བཀའ་ཤག་འཕོ་འགྱུར་བཏང་པའི་གསལ་བསྒྲགས་བྱས་པའི་རྗེས་སུ། ཤེས་རིག་བཀའ་བློན་དངོས་གྲུབ་ཚེ་རིང་མཆོག་ཨ་རིར་དོན་གཅོད་ལ་བསྐོ་གཞག་གནང་བ་རེད། རྒྱལ་བ་རིན་པོ་ཆེ་ལ་ཡང་མཇལ་ཁ་ཞུས་རྗེས་མཇལ་ཁ་ཆ་ཚང་བྱས་གནང་བྱས་སྐབས་དེ་དུས་ཐུགས་མཉེས་བོད་ཀྱི་ཐོག་ནས་བཀའ་སློབ་ལམ་སྟོན་ཕེབས་བཞག་པ། དེ་འདྲའི་གནས་ཚུལ་མང་པོ་ཞིག་ཅིག་དྲ་རྒྱའི་ཐོག་ལ་ཡང་གསལ་པོ་ཆགས་ཀྱི་འདུག་བསམ་བློ་ཡག་པོ་ཅིག་བཏང་པ་ཡིན་ན། བོད་གཞུང་དང་དགའ་ལྡན་ཕོ་བྲང། ཟུང་འབྲེལ་གྱི་ཐོག་ནས་ཐག་བཅད་བྱས་པ་ཅིག་རེད་ཟེར་ནས། ག་ལ་གང་འཚམ་ཞུ་ཞུ་ཐུབ་པའི་ཚོད་རོགས་ཀྱི་ཡོད་རེད། ད་བོད་གཞུང་དང་དགའ་ལྡན་ཕོ་བྲང་ལ་ཡིད་ཆེས་མེད། བོད་གཞུང་བཀའ་ཤག་ལ་ཡིད་ཆེས་མེད་ཟེར་གི་མཚམས་དེ་ལ་སླེབས་ནས་ཀྱི། དེ་རིང་གཟའ་ཉི་གཟའ་གྲགས་ཀྱི་གནས་ཚུལ་དེ་འགྲོ་བསྡད་དགོས་ཡ་གནས་ཚུལ་དེ་འདྲ་ཆགས་པ་རེད། དེ་འདྲ་ཡིན་དུས། ངས་ད་ལྟ་འདི་ལ། ངོ་སྤྲོད་ཞུ་ཡ་དང་པོ་ནང་ལོགས་ལ། སྐབས་དེ་དུས། བཀའ་ཤག་གིས་གསལ་བཤད་གནང་ཡོད་རེད་ཡིན་ན་ཡང་རྗེས་ལ་ཡང་དོན་ཚན་བཅུ་ཆ་གཅིག་གི་ནང་ལོགས་ལ་ཡང་གསལ་བཤད་ཆ་ཚང་གཅིག་གནང་དགོས་ཡག་གི་གནས་ཚུལ་ཆགས་པ་རེད་དེའི་སྐོར་དེ་ད་དུང་ཡིན་ན་ཡང་སྤྱི་ཚོགས་ནང་ལོགས་ལ་གསལ་པོ་ཆགས་མི་འདུག་བསམ་བསམ་གཅིག་གི་ཚོར་བ་ཡང་ཡོང་གི་འདུག་འདི་རིགས་སང་ཉིན་ལས་འགུལ་སྤེལ་ལྟེ་ངན་མང་པོ་གཅིག་གིས་བཀའ་མོལ་གནང་སྟངས། ཕྱག་ལས་གནང་སྟངས་མང་པོ་གཅིག་གི་ཐོག་ནས་ཨ་ལས་སྐབས་དེ་དུས་བཀའ་ཤག་གི་གསལ་བཤད་ཡིག་ཆ་དོན་ཚན་བཅུ་ཆེན་པ་དེ་ཆ་ཚང་གཅིག་མཁྱེན་མི་འདུག་བསམ་བསམ་གཅིག་གི་ཚོར་བ་སླེབས་ཀྱི་ཡོད་པ་ཡིན་ཙང། དེ་རིང་ངས་བཀའ་ཤག་གི་ཡིག་ཆ་འདི་ཆ་ཚང་གཅིག་སྒྲོག་སྦྱང་ཤོད་པ་ཡིན་ན་དུས་ཚོད་ཀྱི་ཆ་ནས་ཡོང་གི་མ་རེད། ཡིག་ཆ་འདི་མང་པོ་གཅིག་ཡིན་ཙང་མི་མང་པོ་གཅིག་གིས་ཡིག་ཆ་ཀློག་ལོང་མེད་པ། མང་པོ་གཅིག་གིས་དེའི་ནང་དོན་ཆ་ཚང་གཅིག་མ་མཁྱེན་པའི་ཐོག་ནས་དཀའ་ངལ་འཕྲད་སྡོད་ཀྱི་ཡོད་པ་ཡིན་དུས་ངས་ད་ལྟ་འདི་ལ་དོན་ཚན་དེ་ཚོ་རྡོག་རྡོག་རྡོག་རྡོག་བྱས་ནས་མ་ངོ་སྤྲོད་ཞུ་ཡག་གི་གནས་ཚུལ་གཅིག་ཆགས་སྡོད་ཡོད་ཟེར་རྒྱུ་འདི་ཞུ་གི་ཡོད། ད་དོན་ཚན་དང་པོ་དེ་ག་རེ་རེད་ཟེར་ན་ཨ་རིའི་དོན་ཆེན་དང་པོ་བསྐོ་གཞག་བྱེད་པའི་སྐབས་ལ་ཡ་ཀུང་པེ་པ་ཚེ་རིང་ཁོ་རང་རང་གི་ཐོག་ནས། ཧ་ནི། ལས་དོན་འགན་འཁུར་བཀའ་ཤག་གིས་ཐུགས་རེ་གནང་བཞིན་ཅིག་བྱེད་ཀྱི་ཡིན་ཟེར་བྱས་ནས། འབད་བརྩོན་ཧུར་སྐྱེད་བྱེད་ཀྱི་ཡིན་ཟེར་བྱས་ནས་ཁས་ལེན་ཞུས་གནང་ཡོད་རེད། བཀའ་ཤག་གིས་ཐུགས་རེ་གནང་བཞིན་ལས་དོན་བསྒྲུབ་ཐུབ་ཡོད་མ་རེད། བཀའ་བཀའ་ཤག་གི་ཐུགས་འདོད་མ་ཁེངས་པ་དང། དེའི་ཐོག་ནས། སྤྱི་བོ་གཅིག་འདུས་ཀྱི་བཅའ་སྤོས་སྣོན་གྱི་གོ་རིམ་དེ་ཡང་མ་བྱུང་བ། དེ་དོན་ཚན་དང་པོ་ལ་འགྲེལ་བཤད་གནང་ཡོད་རེད། དཀའ་ངལ་གཅིག། ད་དོན་དག་གཉིས་པ་འདི། ལམ་སྟོན་ཡིག་ཆ་ནང་ལོགས་ལ་གསལ་བོ་ཡོད་པ་ནང་བཞིན་བྱས་ནས་སྐུ་ཚབ་དོན་གཅོད་ཁག་གི་དུས་རྒྱུན་གྱི་ལས་ཀ་ནང་ལོགས་ལ་ཡ། ཆབ་སྲིད་ཀྱི་ལས་དོན་གལ་ཆེ་བ་དང་རྫ་དྲག་ཅན་གྱི་གནས་ཚུལ་མང་པོ་ཞིག་ཅིག་སྤེན་པ་ཚེ་རིང་གིས་བསྒྲུབ་མ་ཐུབ་པའི་གི་ཐུགས་ཞུ་བཏང་ཡོད་པ། དེ་དོན་དག་གཉིས་པ་དེ་རེད། དོན་དག་གསུམ་པ་འདི། སྒྲིག་གཞི་ནང་བཞིན་བྱས་ནས་གོང་རིམ་ལ་ཡ་དགོངས་བསྐུར་མ་ཞུས་པའི་ཐོག་ནས། སྤེན་པ་ཚེ་རིང་ལགས་ནས་རང་འདོད་རང་བརྩོམ་གྱི་ཐོག་ནས་ཨ་རིག་གི་ནང་ལོག་ལ་འབྲེལ་ཐུབ་པའི་ལས་བྱེད་བསྐོ་གཞག་བྱས་ཡ་དེ་རེད། དོན་དག་བཞི་པ་དེ་གོང་ས་མཆོག་ཨ་རིག་ལ་ཡ་ཕེབས་པའི་སྐབས་ལ་བཀའ་ཤག་ལ་ཡ་ཐུགས་འཚབ་ཆེན་པོ་ཡོད་ཡོད་པའི་ཐོག་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བསྐོ་གཞག་དང་འབྲེལ་བའི་འཛའ་དྲག་གི་གནས་ཚུལ་གྱི་སྐོར་ལ་སྤེན་པ་ཚེ་རིང་ལགས་ནས་ལྷོད་ཡངས་ཆེན་པོ་ཞིག་བཏང་ཡོད་པ། དོན་དག་བཞི་པ་དེ་རེད། ད་དོན་དག་ལྔ་པ་འདི་བཀའ་ཤག་ནས་སྲིད་སྐྱོང་ཨ་རི་ལ་ཕེབས་པའི་སྐབས་ལ་ཡང། ཨ་རི་གཞུང་གི་གནད་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་བྱེད་དགོས་པའི་སྐོར་བཀོད་མངགས་ལྷ་ས་ནས་བཏང་ཡོད་པ་ཅིག་རེད་དེ་ཡིན་ན་ཡང། སྐུ་ཚབ་དོན་གཅོད་སྤེན་པ་ཚེ་རིང་གི་མཆོག་ནས། གོང་གསལ་གནད་ཡོད་མི་གཅིག་ལ་ཡང་སྲིད་སྐྱོང་མཇལ་འཕྲད་བྱེད་མ་ཐུབ་པའི་གནས་ཚུལ།

ཇེ་ཡག་འགན་ཁུར་མ་གནང་བ་མ་ཟད་རོགས་དངུལ་དེའི་ཐད་ལ་ཡང་འཐུས་ཤོར་ཆེན་པོ་ཞིག་ཕྱིན་བསྡད་པ། དེ་བས་དོན་དག་དྲུག་པ། དོན་དག་བདུན་པ་འདི་སྤེན་པ་ཚེ་རིང་ལགས་ནས་དོན་གཅོད་ཀྱི་དངུལ་ཁང་ཁག་ལྔ་གཅིག་མགྱོགས་པོ་སྒོ་རྒྱག་དགོས་འདུག་ཅེས་བྱས་རྫ་དྲག་གི་སྙན་ཞུ་ཅིག་བཀའ་ཤག་ལ་འབྱོར་བ་ཡིན་ཙང་བཀའ་ཤག་ལ་དཀའ་ངལ་གྱི་ད་ཅིག་གི་ཐུགས་འཚབ་ཆེན་པོའི་ཐོག་ནས་དོན་གཅོད་མང་པོ་ཅིག་ལ་ཡང་དཀའ་ངལ་འཕྲད་དགོས་ཡ་བཟོས་བྱས། གང་ལྟར་དེ་རྗེས་ལ་ཡང།

གནས་ཚུལ་དགུ་པ་སྟེ། སྤེན་པ་ཚེ་རིང་ལགས་ནི་བཀའ་ཤག་གི་འབྲེལ་ཡོད་ཀྱི་གནད་ཡོད་མི་སྣ་དེ་འདྲི་གཅིག་ལ་ཡ། ཨ་ནི་སྲིད་སྐྱོང་ལ་དམའ་འབེབས་ཀྱི་དམའ་འབེབས་སྣ་ཚོགས་བྱེད་པ་ལ་སོགས་པ་དེ་འདྲི་གི་ཐོག་ནས་དེ་ཡིག་གི་བློ་ཁ་བསྒྱུར་ཐུབ་ཡ་དང། བསླབ་བྱ་ངན་པ་སྣ་ཚོགས་ཅིག་བྱས་པ། དེ་ཙམ་མ་ཟད། ས་སྐྱ་མང་པོ་ཅིག་ལ་ཡ་སྲིད་སྐྱོང་དང་བཀའ་ཤག་ལ་དམའ་འབེབས་ཀྱི་གཏམ་གླིང་འདྲ་པོ་ཅིག་འཆར་ཅན་ལྟ་བུ་ཅིག་གནང་བསྡད་པ་དེའི་ཐོག་ནས་དཀའ་ངལ་འཕྲད་བསྡད་ཀྱི་ཡོད་པ་ཡིན་དུས་དེ་གནས་ཚུལ་དགུ་པ་ཅིག་ལ་བརྩིས་པ་རེད། ད་གནས་ཚུལ་བཅུ་པ་དེ་ཨ་རིའི་སྐུ་ཚབ་དོན་གཅོད་དེས། བོད་གཞུང་དང་ཨ་རིག་གི་པར་རུ་ལ་ཡང་ཆབ་སྲིད་ཀྱི་གནས་བབ་ཀྱི་ཆ་ནས། དོན་གཅོད་གལ་ཆེ་ཤོས་ཅིག་ཆགས་ཀྱི་ཡོད་རེད། ཡིན་ན་ཡང། དོན་གཅོད་སྤེན་པ་ཚེ་རིང་ལགས་དང། བཀའ་ཤག་གི་དབར་ལ་ཕན་ཚུན་ཡིད་ཆེས་བློས་འགེལ་ཐུབ་པའི་ཁོར་ཡུག་ཅིག་བསྐྲུན་མ་ཐུབ་པ་ཡིན་ཙང། སྤེན་པ་ཚེ་རིང་གི་ཕྱོགས་ནས་བསྐྲུན་མ་ཐུབ་པ་ཡིན་ཙང། དེ་དོན་དག་བཅུ་པ་ལ་འགྲེལ་བཤད་བརྒྱབ་ནས་འདུག་སྲིད་ཡོད་རེད་ཅེས་ཞུ་རྒྱུ་ཡིན། ཡིན་ན་ཡང་དང། མང་པོ་གཅིག་གིས་དེ་རིང་སང་ཉིན་ངོ་རྒོལ་གྱི་ལས་འགུལ་སྤེལ་བསྡད་ངེས་བཤད་བསྡད་ངེས་དེ་ཚོ་གི་དོན་ཚན་བཅུའི་ནང་ནོར་ལ་དོན་ཚན་བརྒྱད་པ་དེ་རང་ལ་ལག་པ་འཆང་ནས་གཞན་པ་དེ་ཚོ་ལ་སྐད་ཆ་བཤད་དུ་མེད་པ་བྱས། སངས་རྒྱས་མདོ་ནང་ལོགས་ལ་ཡ་ཅང་མི་སྨྲ་བ་ནི་དེ་དེ་བཞིན་ནོ་ཞེས་ནས་གསུངས་པ་ནང་བཞིན་ཡིན་དུས། ད་ཕལ་ཆེར་ག་འདྲ་འདྲ་བོ་ཅིག་རེད་བསམ་བསམ་ཅིག་གིས་ཚོར་བ་ཅིག་མང་པོ་ཅིག་ལ་ཡ་ཏན་ཏན་ལེ་ལེ་བར་བ་དེ་རེད། ད་དོན་ཚན་བརྒྱད་པའི་ཐོག་ལ་ཡང་བཀའ་ཤག་གིས་གསལ་བཤད་བསྐྱར་དུ་གལ་ནུས་ལྡན་ལ་གནང་ཡོད་རེད། ད་ངས་འདི་ནས་ལམ་པ་ཚོ་ལ་ཡང་དཔེ་མཚོན་གྱི་ཐོག་ནས་ཞུས་པ་ཡིན་ན། གནད་དོན་འདི། མི་ཚང་གཅིག་ལ་ཡང་བུ་གསུམ་ཡོད་པ་ཡིན་ན། ཕ་མ་གཅིག་ལ་བུ་གསུམ་ཡོད་པ་ཡིན་ན་བུ་གསུམ་གྱི་ནང་ཁུག་གནས་ཚུལ་རེད། བུ་གཉིས་ཀྱི་པར་རུ་བའི་དངུལ་གྱི་རྩིས་ཀྱི་ཐོག་གནས་ཚུལ་དེ་ཚོ་བུ་གཅིག་གིས་སྤུན་མཆེད་གཅིག་གིས་ཕལ་ཕྱི་བསྒྲགས་བྱས་ནས་ཡོངས་བསྒྲགས་བྱས་ནས་ཕྱི་ལོགས་ལ་ཁྱེར་ནས་རྒྱུགས་བཞག་པ་ལ་སོང་རེད་བ། ནང་ཁུལ་གྱི་གནས་ཚུལ་གཅིག་ཕྱི་ལོགས་ལ་ཁྱེར་ནས་རྒྱུགས་བསྡད་པ། ནང་ཁུལ་ལ་འདྲིས་བསྡད་པའི་གནས་ཚུལ་གཅིག་རེད་མ་གཏོགས་མ་འདྲིས་པའི་གནས་ཚུལ་གང་མ་རེད། འོ་དེ་འདྲས་ཡིན་པའི་རྒྱུ་མཚན་ལྟ་བུ་གཅིག་ཆགས་བསྡད་ཡོད་རེད། སྤྱི་བཏང་བཀའ་ཤག་གིས་གསལ་བཤད་བྱས་སོང་ཕྱི་ནང་ཚགས་པར་བ། ད་འདིའི་དོན་དག་རྒྱས་པ་རེད། ཡིག་ཆ་གི་འགྲོ་སྟངས་ཀྱི་ཆ་ནས་ཡིག་ཆ་ག་འདྲའི་ཅིག་ཡིན་པ་ཡིན་ན་ཡང་དོན་དག་གལ་ཆེ་བ་དེ་ཚོ་དང་པོ་ནས་འགོ་བཙུགས་ནས་གཉིས་པ་གསུམ་པ་བཞི་པ་བྱས་ནས་ཡིན་གོ་རོགས། ད་ཁོ་རང་ཚོ་གིས་ཡིག་ཆ་གི་གནད་དོན་དང་པོ་གཉིས་པ་གསུམ་པ་བཞི་པ་ནི་གསལ་བཤད་ག་ཡང་མེད་པ་བྱས། ཨ་ནི་དོན་ཚན་བརྒྱད་པ་གཅིག་པུ་སྒང་ལ་ཟིང་ཆ་ལངས་ཟིན་པའི་གནས་ཚུལ་ཆགས་ཀྱི་འདུག་བ། འོ་དེ་འདྲ་ཡིན་དུས་སྒང་ལ། གཅིག་བྱས་ན་ཡིག་ཆ་གི་ནང་དོན་མ་རྟོགས་པ་དང་གནས་ཚུལ་ཆ་ཚང་པ་ཅིག་མ་ཤེས་པའི་གནས་ཚུལ། མེད་འགྲོ་འོང་དྲན་བྱས་ནས། དེ་རིང་དེ། ངོ་སྤྲོད་ཞུ་དགོས་ཡ་དེ་གནས་ཚུལ་གཅིག་དེ་རེད་གནས་ཚུལ་གཞན་པ་གཅིག་དེ། གང་ལྟར། ང་རང་ཚོ་གཞུང་ལ་ཡིད་ཆེས་མེད་པ་ཡིན་ན་ཡིད་ཆེས་བརླག་པ་ཡིན་ན་ཚར་བ་རེད། དེ་འདྲ་ཡིན་དུས། མི་མང་གིས་གཞུང་གི་བཀོད་ཁྱབ་དེ་གསལ་བོ་རྟོགས་ཡག་གི་ཆེད་དུ་གུས་པ་རང་ཉིད་ཀྱི། གཞུང་གི། ཡིག་ཆ་དེ་བསྡོམས་རང་རྒྱབ་ནས་ཞུ་བཞག་ཡོད་ཟེར་གྱི་འདུག་ཞུ་གི་ཡོད། ད་དོན་ཚན་གཉིས་པ་གཅིག་ག་རེ་ཞུ་ཡག་ཡོད་ཟེར་ན། ད་སྐུ་ངོ། དོན་གཅོད་སྤེན་པ་ཚེ་རིང་ལགས་ནས། བཀའ་མོལ་གནང་ཕྱོགས་ལ་བརྟེན་ནས་བར་ལམ་ནས་བཟུང་སྟེ། སྤྱི་ཚོགས་ནང་ལོགས་ལས་ཟིང་ཆ་མང་པོ་ཅིག་བྱུང་ཡོད་པ་དེ། ང་ཚོ་ཤེས་མ་དགོས་ར། དེ་འདྲ་ཡིན་དུས་ད་ཁོ་རང་གི་ཕྱོགས་གཏོགས་ཟེར་ན་རེད་ཁོ་རང་ལ་རྒྱབ་སྐྱོར་གནང་མཁན་མང་པོ་ཤུགས་གཅིག་གིས། མགོ་འཐོམ་བཅུག་པ་ཟེར་ན་རེད་མགོ་སྐོར་ཐལ་བཅུག་པ་ཟེར་ན་རེད་དེ་འདྲིའི་གི་གནས་ཚུལ་གསུམ་བྱུང་ཡོད་པ། དཀའ་ངལ་ཆེན་པོ་ཅིག་གསུམ་བྱུང་ཡོད་པ་གཅིག་ངས་ངོ་སྤྲོད་ཞུ་གི་ཡིན། དེ་འདྲ་ཡིན་དུས་ད་ཉིས་སྟོང་བཅུ་དྲུག་གི་རྒྱལ་ཡོངས་འོས་བསྡུ་སྐབས་སུ་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་མང་པོ་ཞིག་ཡོད་བསྡད་པ་རེད། ཧ་ནི་རྒྱབ་སྐྱོར་བྱེད་མཁན་དེ་ཚོ་ནང་ལོགས་ལ་ཡར་གནས་ཚུལ་མགོ་ཚོས་དང་མི་ཚོས་མང་པོ་ཞིག་ཡོང་བསྡད་པ་དེ་ད་ང་ཚོ་ཤེས་མི་དགོས་ར། དེ་འདྲ་ཡིན་དུས་ད་དེའི་སྐབས་ལ་ཡར་གནས་ཚུལ་མང་པོ་ཅིག་བསླངས་ཡོད་རེད་སེམས་ཆ་མང་པོ་ཅིག་བསླངས་ཡོད་རེད་ད་ངས་དོན་དག་གཅིག་ཞུས་པ་ཡིན་ན་ར། དུས་འཁོར་དབང་ཆེན་དང་འབྲེལ་བའི་གནས་ཚུལ་དེ་ང་རང་ཚོ་འདི་ཕྱི་གཉིས་ཀྱི་སྐྱབས་གནས་དགོངས་སེལ་སྐྱབས་མགོན་ཆེན་པོ་མཆོག་གིས་འདི་འདྲའི་འཇིགས་སེལ་ཞེས་ཐེངས་མང་པོ་ཅིག་གནང་བ་རེད་ད་དུང་ཡང་དེ་མ་རེད་མདོག་མདོག་བྱས་ནས་ཀྱི་སྲིང་བྱ་མང་པོ་ཅིག་བསླངས་པའི་རྒྱུ་མཚན་ལ་བརྟེན་ནས། མི་མང་ནང་ལ་སྲིང་བྱ་མང་པོ་ཅིག་བསླངས། ལྷག་པར་དུ་ཁོ་རང་གི་ཕྱོགས་གཏོགས་ཀྱི་གནད་ཡོད་མང་པོ་ཞིག་བུ་གཅིག་དཀའ་ལས་ཁ་བོ་ཞིབ་ཆགས་སོང། བཀའ་ཤག་ནང་ལ་མི་མང་པོ་ཞིབ་ཆུ་འཕྲོ་བརླག་འགྲོ་སོང། ཁོ་རང་གི་ཕྱོགས་གཏོགས་བྱས་པ་དེའི་གི་རྣམ་འགྱུར་གྱི་ཐོག་ནས། འོ་དེ་འདྲ་ཡིན་དུས། མི་མང་ལ་ཡང་སྲིང་བྱ་ཞིབ་པོ་ཅིག་བསླངས་པ་རེད། དེ་ཡིན་ཙང་ཁོ་རང་གིས། བཀའ་མོལ་གསུང་སྟངས། བྱེད་བབ་ཀྱི་གནས་ཚུལ་འདི་འདྲི་གཅིག་གི་ཐོག་ནས། དཀའ་ངལ་འཕྲད་པ་དང་པོ་དེ་འདི་རེད་ཟེར་གྱི་འདི་ཞུ་གི་ཡོད། ད་དོན་དག་གཉིས་པ་འདི་གསལ་བོ་ཞེ་དྲག་རེད། སྐུ་ཚབ་དོན་གཅོད་བསྐོ་བཞག་བྱས་པའི་རྗེས་སུ། གང་ལྟར་ཉིས་སྟོང་བཅུ་བདུན་གྱི་ཟླ་བ་བཅུ་གཅིག་པའི་ཚེས་བདུན་ཉིན་མོ་དེ་ལ་བཀའ་ཤག་གིས་ཨ་རིར་དོན་གཅོད་འཕོ་འགྱུར་གཏོང་དགོས་ཡ་གི་གནད་དོན་ཇི་གཟིགས་ནི་བཀའ་ཤག་གིས་སྤྱི་མོས་ཐག་གཅོད་གནང་བ་རེད། རེད་བ། བཀའ་ཤག་ནང་ལོགས་ལ་ཡ་ཆོལ་ཁ་གསུམ་གི་མི་ཡོད་རེད། བཀའ་ཤག་མི་གཅིག་གཉིས་གཅིག་གི་ཐག་གཅོད་མ་ཡིན་པ་བྱས་ནས་བཀའ་ཤག་སྤྱི་མོས་ཀྱི་ཐག་གཅོད་ཆགས་འདུག་དེ་རེད། ད་ཁྱེད་གོང་དུ་ཞུས་པ་ནང་བཞིན་དགའ་ལྡན་ཕོ་བྲང་དང་སྤྱི་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་གི་མཁྱེན་རྟོགས་ཡོད་པའི་ཐོག་ནས་གནས་ཚུལ་གཅིག་ཆགས་ཡོད་པ་དེ་ང་ཚོས་གསལ་པོ་བྱས་ནས་ཆ་འཇོག་ཚོད་དཔག་བྱེད་ཆོག་གི་རེད་པ། དེ་འདྲ་ཡིན་དུས་ད་དེ་ཡིག་གི་གནས་ཚུལ་དེ་ཚེས་བདུན་ཉིན་མོ་དེ་ལ་ཕྱི་བསྒྲགས་བྱས་པ

ད་འདི་ཁོ་རང་བཀའ་མོལ་གནང་སྟངས་ལ་བརྟེན་ནས་བྱུང་བར་བ་དཀའ་ངལ་ཅིག་རེད་བ། ད་འདི་ཡིག་གི་དཀའ་ངལ་དེ་ལ་བརྟེན་ནས་ཀྱི་སྤྱི་ཚོགས་དྲ་ལོག་ནང་དྲ་ལམ་ནང་ལོར་ཟིང་ཆ་མང་པོ་ཅིག་བསླངས་ཏེ་ཕྱོགས་འགལ་གྱི་གནད་དོན་ལ་སོགས་པ་དེ་འདྲིའི་གི་གནས་ཚུལ་མང་པོ་ཅིག་ཕ་ཁ་བརྒྱུད་ཚུ་ཁ་བརྒྱུད་ཅིག་ནས་རང་བཞིན་རོགས་སུ་མི་བདེ་ངེས་ཅིག་བཟོས་པ་དང་ལྷག་པར་དུ་ཁོ་རང་གི་ཕྱོགས་གཏོགས་ཀྱི་མི་མང་པོ་ཅིག་ལ་ཡང་དེ་ནི་གང་ལྟར་ཉིན་ཁྱོད་ནི་ཚད་མི་ཆེ་བའི་སེམས་ཁྲལ་མང་པོ་ཞིག་ཅིག་བསླངས་བ་གནས་ཚུལ་འདི་ཡིས་གང་ལྟར་ཁོ་རང་གི་བཀའ་མོལ་གནང་སྟངས་དེའི་ཐོག་ནས་བརྡབ་གསིག་ཐེངས་གཉིས་པ་ཞིག་ཐེབས་པ་རེད་ཟེར་གྱི་འདུག་ཞུ་རྒྱུ་ཡིན། ད་དེ་ནས། ཚེས་དགུ་ཉིན་མོ་དེ་ལ་ཡང་སྲིད་ཚབ་ཆོས་རིག་བཀའ་བློན་གྱི་ཐོག་ནས་གསལ་བཤད་གནང་ཡོད་རེད། ཡིན་ན་ཡང་ད་དུང་གསལ་བོ་མ་ཆགས་པ་བྱས་ནས། སྤེན་པ་ཚེ་རིང་ལགས་ཁོ་རང་གི་བཀའ་མོལ་དེ་གནང་བ་ཡིན་ཙང་མུ་མཐུད་ནས་སྤྱི་ཚོགས་ནང་ལ་ཟིང་ཆ་བསླངས། དྲ་རྒྱའི་བརྒྱུད་ལམ་ཁག་ལ་ཡང་རྩ་དོན་གླེང་ཟིན་ངེས་དང་སྙན་ཞུ་གླེང་ཟིན་ངེས་ལ་སོགས་པ་དེ་འདྲའི་ཐོག་ནས་ཟིང་ཆ་མང་པོ་ཅིག་བསླངས་སེམས་ཁམས་མང་པོ་ཅིག་དཀྲུགས་ནས་ཡོད་བསྡད་པའི་མུ་མཐུད་ནས་མ་ཡོང་གི་ཡོད་རེད་བ། ད་དེ་བྱས་ནས་ཁ་སང། བཀའ་ཤག་གི་ཐོག་ནས་ཉིས་སྟོང་བཅུ་བདུན་གྱི་ཟླ་བ་བཅུ་གཅིག་པའི་ཚེས་བཅོ་བརྒྱད་ཉིན་མོ་དེ་ལ། བསྐྱར་དུ་དོན་གཅོད་འཕོ་འགྱུར་དང་འབྲེལ་ནས་དོན་ཚན་བཅུ་གཅིག་གསལ་བཤད་མ་བྱེད་རང་བཞིན་བཟོས་སོང་བ་ཁོ་རང་ཚོ། ད་དེ་བཟོས་བྱས་ནས་ད་ངེད་ཀྱིས་གོང་དུ་ཞུས་པ་ནང་བཞིན་གྱི་དོན་ཚན་བཅུ་དེ་རེད་དེའི་གསལ་བཤད་བཟོས་པ་རེད། ད་དེ་གསལ་བཤད་བཟོས་པའི་དེའི་རྗེས་ད་ག་རང་ལ་ཡང་སྤེན་པ་ཚེ་རིང་ཁོ་རང་གི་ཐོག་ནས། ཡང། རྗེས་ལ་ཡང་ཅིག་བཤད་ཡོད་མདོག་མདོག་བྱས་ནས་རྣམ་འགྱུར་ཅིག་བསྟན་ནས་ཡང་བཀའ་མོས་དེ་འདྲ་ཅིག་གནང་བ་ཡིན་ཙང། ཡང་དེ་ལ་བརྟེན་ནས་ཁ་སང། ཁོ་རང་གི་ཕྱོགས་གཏོགས་མང་པོ་ཅིག་གིས་ཨ་རི་ལ་ཡ། དེ་ནི། སྲིད་སྐྱོང་ལ་ངོ་རྒོལ་བྱེད་ཡ། གང་ལྟར་བོད་གཞུང་བཀའ་ཤག་ལ་ངོ་རྒོལ་བྱེད་ཡ། ད་དོན་གྱིས་ནི་དགའ་ལྡན་ཕོ་བྲང་ལ་ངོ་རྒོལ་བྱ་གི་ཡོད་རེད། འོ་དེ་འདྲ་ཡིན་དུས་དགྲ་དགའ་གཉེན་སྡུག་གི་ལས་འགུ་དེ་འདྲི་ཅིག་བྱེད་དགོ་ཡ་མི་ཚང་མ་སེམས་དེ་འདྲི་དྲི་དྲུ་གོ་ཡ་དེ་ཡང་སེམས་མ་སྐྱེ་བ་བཟོ་གོ་ཡ་དེ་ཡང་ཁོ་རང་གི་བཀའ་མོས་གནང་པ་ལ་བརྟེན་ནས་ཀྱི་གནས་བབ་གསུམ་པ་དེ་མི་མང་ལ་དཀའ་ངལ་ད་མི་མང་རྣམ་དཔྱོད་ཡོད་ངེས་ཅིག་ཡིན་པ་ཡིན་ན་ག་ལ་གང་འཛོམས་ཅིག་ཤིང་ཀེར་བ་གནས་ཚུལ་གསུམ་པ་ཞིག་བྱུང་ཡོད་རེད་ཅེ་ནས་ད་འདི་ངའི་བཀའ་མོས་ཞུ་ཡ་གཅིག་པོ་མ་རེད་རྣམ་པ་ཚོས་མཁྱེན་གསལ་རེད་བ།

ཉིས་སྟོང། བཅུ་དྲུག་གི་རྒྱལ་ཡོངས་འོས་བསྡུའི་སྐབས་སུ། སྤེན་པ་ཚེ་རིང་སྔོན་ལ་དོན་པ་རེད་སྤྱི་ཚོགས་ནང་ལ་ལ་སྔོན་ལ་དོན་ནས་སྐོར་ར་བརྒྱབ་ནས་སྐད་བཤད་འགྲོ་ཡོད་རེད། ཟིང་ཆགས་སོང་པ་རེད། བཀའ་ཤག་གི་གཙང་མ་བཟོ་དགོས་བཟོ་དགོས་བཟོ་དགོས་རྒྱབ་ལོག་ནས་ལས་ཡོད་རེད། ད་ད་ལན། དོན་གཅོད་འཕོ་འགྱུར་དང་འབྲེལ་བའི་གིས་བཀའ་ཤག་གི་གསལ་བསྒྲགས་དེ་དང་པོ་བྱས་པ་རེད་བཀའ་ཤག་མདུན་ལ་ཕེབས་པ་རེད། ཡང་རྒྱབ་ལོག་ནས་མ་ཟིང་ཆགས་ཅིག་ལའང་མི་མང་བརྡབ་གསིག་བཏང་ཡང་རྒྱབ་ལོག་ནས་མ་ཟིང་ཆགས་ཅིག་ལའང་མི་མང་བརྡབ་གསིག་བཏང་ནས་ད་ད་ལྟ་འདས་བར་དུ་སླེབས་བསྡད་ཡོད་རེད།

ང་རང་ཚོ་མི་ཚང་གཅིག་ཆགས་བཞག་པ་ཡིན་ན་མི་ཚང་དེ་འགན་ཁྱེད་ངས་པ་ལགས་དེ་གི་པ་ལགས་དེ་ཆང་བཏུང་ཆང་ཚོད་མེད་བཏུང་པ་ཡིན་ན་ད་ཆང་བཏུང་པ་ཙམ་ལ་ཡང་ང་རང་གི་དེ་བརྩམས་གི་ད་ཁོ་རང་སྡིག་པ་ཆེན་པོ་རེད་བ། ཡིན་ན་ཡང་ད་ཚོད་མས་གཏོང་ཡོང་དུས། མི་ཚང་ལ་དཀའ་ངལ་འཕྲད་ཀྱི་ཡོད་ན། ད་སྤྱི་པ་ལ་དཀའ་ངལ་འཕྲད་ཆེད་པར། དེ་འདྲ་ཡིན་དུས། ད། ནམ་རྒྱུན་བཤད་སྲོལ་གྱི་ཡོར་བ། ཚོགས་པ་དེ་འདྲའི་ནང་ལོ་ཀེ་ཤེས་ཡ་དང། ལས་དོན་ད་སྣུམ་འཁོར་བཏང་ཡ་ལ་སོགས་པ་དེ་འདྲའི་གི་གནས་ཚུལ་སྐབས་ལ་ཡ། ཆང་བཏོང་པ་ཡིན་ན་ག་ལ་གང་འཚམ་གྱི་བློ་ཁོག་སྐྱེ་གི་རེད། དེ་འདྲ་ཡིན་དུས།

ད་དེ་ཚོ་དངུལ་བསྲུང་རྒྱུ་རེད། རེད་བ། ད་ང་འདྲ་བོ་ཡིན་པ་ཡིན་ན། དེ་ཚོ། ནང་པའི་ཆོས་ཀྱི་ཐོག་ནས་བཤད་པ་ཡིན་ན། ད་དེ་ཆང་བཏུངས་པའི་ཉེས་དམིགས་ཟེར་ན་རེད་ཆང་གི་ཉེས་དམིགས་ཟེར་དེ་བརྩི་གི་ཡོད་རེད། སྤྱིར་བཏང་མི་ཁོ་རང་གི་ངོ་ཡོད་ཆ་ནས་ལྷག་བསམ་ལ་སུས་སྐྱོན་ཡོད་པ་གཅིག་ངས་འདི་ནས་ཞུ་གི་མེད། རེད་བ། དེ་རེད་ད། ད་ནམ་རྒྱུན་བཀའ་མོལ་ནང་ལོགས་ལ་ཡ་རྒྱ་བོ་རིན་པོ་ཆེ་བཀའ་བརྩི་དགོས་རེད་ཞུ་བ་ཅིག་གསུངས་དེ་ངེས་རེད་པ། ད་རྒྱ་བོ་རིན་པོ་ཆེ་ཁྱེད་རང་གིས་རྒྱ་བོ་རིན་པོ་ཆེ་གི་སྤྱི་ཡོངས་ཀྱི་ད་ཆང་སྤང་དགོས་རེད། ཐ་མག་ཁ་སྤང་དགོས་རེད་ལ་སོགས་པ་དེ་འདྲའི་བཀའ་ལབ་གནང་ཡོང་དུས་ངས་ཆང་འཐུང་གི་ཡིན་ཟེར་གྱི་གསུངས་གི་འདུག་བ། དེ་འདྲ་ཡིན་དུས་ད་གང་ལྟར་གནས་ཚུལ་དེ་ཚོའི་ཐོག་ལ་ཡ། དཔོན་པོ་ཚེ་རིང་ལགས་ཀྱིས། བཀའ་མོལ་གནང་ཕྱོགས་མང་པོ་ཞིག་གི་ཐོག་ནས་སྤྱི་ཚོགས་ནང་བརྡབ་གསིག་ཐེབས་ཡོད་རེད། དེ་འདྲ་ཡིན་དུས་ད་བཀའ་མོལ་གནང་ག་ལ་ག་ལ་ཡང་ཆང་བཏུང་གི་འདུག་ཟེར་གྱི་ཡོད་རེད་བ་ད་གལ་ཆེ་དེ་ཤེས་ཀྱི་འདུག་བ་ད་དེ་ཡིན་པ་ཡིན་ན་གང་ལྟར་ཆང་བཏུང་པའི་དཀའ་ངལ་ལ་བརྟེན་ནས་གནས་ཚུལ་དེ་ཆགས་བསྡད་ཀྱི་འདུག་དེ་འདྲ་ཡིན་དུས་ང་རང་ཚོ་མགོ་ཁྲིད་ཅིག་གི་ཐོག་ནས་དཀའ་ངལ་ཅིག་བཟོས་ཡོང་པ་ཡིན་ན་ད་ང་རང་ཚོ་ཚང་མ་ལ་བརྡབ་གསིག་ཆགས་ཀྱི་འདུག་ད་ད་ལྟ་བརྡབ་གསིག་ཆགས་ཀྱི་ཡོད་པ་དེ་དེ་རིགས་སང་ཉིན་གནས་ཚུལ་ཚ་བོ་རེད་བ་འོ་དེ་རེད་དེ་ཡིན་ཙང། ཚང་མས་ཀྱིས་བསྐྱར་དུ་དགོངས་པ་བཞེས་དགོས་ཡ་གཅིག་ཆགས་ཀྱི་མེད་འགྲོ་འོང་དྲན་གྱི་ཡོད། ད་ཐི་རི་ཟ་གཉིས་ཀྱི་དུས་ཚོད་ལ་ཡག་ད་ཁ་སང། ཨ་རི་ལ་བོད་གཞུང་བཀའ་ཤག་ལ་ངོ་རྒོལ་བྱས་པ་རེད། སྤེན་པ་ཟེར་ཡི་གེ་རྒྱབ་སྐྱོར་བ་ཁག་ཅིག།

ད་དྲ་རྒྱའི་རྒྱུ་ལམ་ཁ་ལ་ཡ་མ་རེད་གསུངས་དེ་ངས་ཁ་ཤེས་ཀྱི་འདུག་དེ་རྒྱུ་མཚན་གསུངས་གི་མི་འདུག་རེད་བ། ད་ཕྱོགས་སྐད་ཀྱི་གནད་དོན་མིན་པའི་གི་རྒྱུ་མཚན་གཅིག། དང་པོ་དེ་ག་རེ་ཞུ་གི་ཡོད་ཟེར་ན། ཆོལ་ཁ་རྩི་སྟངས་ལ་ཡ། གཉིས་ཡོད་རེད་བ། སྟོད་མངའ་རིས་སྐོར་གསུམ་བར་དབུས་གཙང་རུ་བཞི་སྨད་མདོ་ཁམས་སྒང་དྲུག་ཆོལ་ཁ་གསུམ་རྩི་སྟངས་ཡོད་རེད་དེ་ཡིག་གི་རྩི་སྟངས་ཀྱི་ཐོག་ནས་བལྟས་པ་ཡིན་ན་སྤེན་པ་ཚེ་རིང་ལགས་དང། སྲིད་སྐྱོང་ལ་རྣམ་པ་གཉིས། ཆོལ་ཁ་གཅིག་གི་མི་ཆགས་ཐུབ་བ། ཆོ་ག་ཕྱོགས་རིས་ཡོངས་དག་མི་འདོར་བ། ད་དི་རི་སང་ཉིན་འགྲོ་དང་ནང་བཞིན་བྱེད། ནས་ཁམས་དང་ཨ་མདོ་གཉིས་ཆོ་ག་ཁ་ཁ་བརྩིས། དབུས་གཙང་དང་མངའ་རིས་གཉིས་ཆུ་སྟོན་ཆོ་ག་གཅིག་བརྩིས་པ་དེའི་གི་ཐོག་ནས་བལྟས་པ་ཡིན་ན། ད་འོ་ན་ཆོ་ག་ཕྱོགས་རིས་རེད་བས། ཆོ་ག་ཁ་ཁ་རེད་བ་ཟེར་ལབ་པ་ཡིན་ན། ངས་དང་གི་གོང་དུ་ཤོད་པ་ནང་བཞིན་བཀའ་ཤག་དེ་ཆོ་ག་གསུམ་འདུས་གི་བཀའ་ཤག་ཆགས་གི་ཡོད་རེད་བཀའ་ཤག་གི་སྤྱི་མོས་ཐག་གཅོད་རེད། ཚོགས་གཙོ་སྤེན་པ་ཚེ་རིང་ལ་ལས་རྒྱབ་སྐྱོར་གནང་མཁན་གྱི་མི་ནང་ལོགས་ལ་ཆོལ་ཁ་གསུམ་གྱི་མི་འདུག་བ། སྲིད་སྐྱོང་ལ་དག་ཆང་ཆང་རེད་བ། དེ་འདྲ་ཡིན་དུས་ཆོལ་ཁ་གི་གནས་ཚུལ་ཆེས་རྩ་བ་ཉིད་ནས་མ་རེད་ཟེར་བཞིན་དུ་ཞུ་གི་ཡོད། ད་ཆོལ་ཁ་གི་གནས་ཚུལ་རེད་ཆོལ་ཁ་གི་གནས་ཚུལ་རེད་ཟེར་བཞིན་ནས་མ་གསུངས་ན་ཡག་འདུག། སྐབས་རེ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ། སུ་སུ་གི་ལས་དོན་མ་འགྲུབ་པའི་སྐབས་ལ་ཡ་ཆོལ་ཁ་གི་པགས་པ་གོན། དད་པ་གི་པགས་པ་གོན། སྐབས་རེ་རྒྱ་བོད་རིན་པོ་ཆེ་གི་མཚན་བེད་སྤྱོད་ལོག་པ་དང་དེ་འདྲའི་མང་པོ་ཡོང་གི་འདུག་བ། ལས་ཀ་བྱེད་ཐུབ་ན་སོ་སོ་རང་གི་སྡོམ་པ་བརྟེན་ནས་ལས་ཀ་བྱེད་ད། རེད་བ། ད། དེ་རིང་གནས་ཚུལ་འདི་དང་འབྲེལ་ནས་གི། ཕྱོགས་ཁག་ཏུ་ཟེར་ངེས་གནས་ཚུལ་འདི་དང་འབྲེལ་ནས་བཀའ་མོལ་ག་ཤེད་ཅིག། འཕྲོས་ཤེས་ཀྱི་ཚུལ་དུ་ཞུ་ཡ་འདོད་པ་བྱུང་སོང། སྤྱི་དང། ཆོ་ག་གསུམ་ཟེར་ངེས་དེ་གི་ཐ་སྙད་དེ། གཅིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་གི་ལོ་ལ། བོད་ཀྱི་གདམས་བ་ཆ་ཚང་ཅིག་སོག་པོའི་ལག་པ་ནས་བསྐྱར་དུ་ཐོབ་པ་དེའི་ཡོན་ཡོད་དམ་པ་འདི་ཆགས་རེད་ཟེར་གྱི་ནི་གསུང་ངེས་ཡོད་རེད། ད་དེ་ཚོ་ང་ཚོ་ཡིད་ཆེས་བྱེད་ཆོག་པ་འགྲོ་གི་རེད། ཧོར་སེ་ཆེན་རྒྱ་བོད་ཀྱི། ས་སྐྱའི་འགྲོ་མགོན་ཆོས་རྒྱལ་འཕགས་པ་ལ་ཡང་ས་སྐྱའི་གི་ཆོས་སྐོར་ཀྱི་རྡོ་རྗེ་གི་དབང་ཞུས་པའི་དབང་ཡོན་ལ་ཡང་ཆོ་ག་གསུམ་ཕུལ་བ་རེད་ཟེར་གྱི་ནས་ད་དེ་འདྲས་སོང་སྟེ་ཆོ་ག་གི་གནས་ཚུལ་དེ་ཆགས་བསྡད་ཡོད་པ། སྤྱི་བཏང་ཆོ་ག་ཟེར་མཁན་འདི་ཆོ་ཁ་ཕ་ཡ་ད་ཆ་ན་རུ་ཆོ་ག་སོགས་ཆོ་ཁ་ཁ་ཁ་ཆོ་ཁ་ཆོ་ཁ་ཟེར་གྱི་ཡོད་པ། དེའི་གི་ཚིག་གི་དོན་དེ་སོར་ཆགས་ཀྱི་ནི་ཆོལ་ཁ་སི་ཁྱི་ནི་ཆགས་སོང་པ་རེད་ཅེས་ནི་དེ་འདྲས་གསུང་ངེས་འདུག་དེ་ཚོ་རྒྱུ་མཚན་ཆེན་པོ་འདུག་ཡིད་ཆེས་བྱེད་ཆོག་པ་རེད་ཞག་སི་ནི་ཤོད་རྒྱུ་ཡིན། ད་ཆོལ་ཁ་གི་གནས་སྟངས་སྐོར་ནས་བལྟས་པ་ཡིན་ན། ང་ཚོ་མང་ཚོགས་ཀྱི་ཐོག་ནས་ཤེས་བྱ་ཆེན་པོ་ཅིག་ཆགས་ཡོད་པ་ཡིན་ཙང་ངས་དེ་ནི་ཞུ་གི་ཡོད། ཆོལ་ཁ་གི་གནས་སྟངས་དེ། རྒྱ་གར་ནང་ལོགས་ལ་མང་ཚོགས་ཆ་ནས། ཐུགས་མོས། བསྐོ་བཞག་བྱེད་པའི་སྐབས་དབྱིན་ཡོན་དོད་པ་ནི། ཆོ་གས་ཀྱི་གནད་དོན་དེ། ད་ད་ནངས་འདིར་འགྲོ་བཞིན་པའི་ཆོ་གའི་གནད་དོན་འདི་གང་ལ་ཕྱིན་འདུག་བ། དངོས་གནས་ཕྱིན་པ་དེ་ནོར་འཁྲུལ་རེད་འདུག་བ། སྐབས་དེ་དུས་ཀྱི་དབུ་ཁྲིད་རྣམ་པ་དེ་གི་ནོར་འདུག་བ། ང་ཚོ་གི། རྒྱལ་དབང་སྐུ་ཕྲེང་བཅུ་གསུམ་པའི་གི། མི་མང་ལ་ལམ་སྟོན་གནང་པའི་གི་མང་གཙོ་དེ། རྒྱལ་དབང་སྐུ་ཕྲེང་བཅུ་བཞི་པའི་གི། མཐའ་སྐྱིད་གནང་པ་དང་ལམ་སྟོན་གནང་པ་ཡིན་ཚ་ང་ཚོ་གཏིང་ཉམས་ཉམས་བྱེད་གི་ཡོད་ཟེར་གི་ཡོད་རེད་བ། རྒྱལ་དབང་ཀུན་འདུས་བཅུ་གསུམ་པའི་གིས། ཆོ་ག་གསུམ་ག་འབྲི་གཅིག་ལ་ངོས་འཛིན་གནང། སྐབས་དེ་དུས་སྟོད་མངའ་རིས་སྐོར་གསུམ། བར་དབུས་གཙང་རུས་བཞི་སྨད་མདོ་ཁམས་སྒང་དྲུག། ཆོ་ག་གསུམ་དུ་འབྲི་བྱེད་ནས་ངོས་འཛིན་བྱེད་དོ། མ་གཏོགས་ཁམས་དང་ཨ་མདོ་གཉིས་དེ་ཆོ་ག་ཁ་ཁ་རེད་མི་འདུག་ཆོ་ག་གཅིག་གི་ནང་ལོག་འདུག། ད་ཡིན་ན་ཡང་རྒྱ་གར་ལ་སླེབས་དུས་གར་ལ། ཁམས་དང་ཨ་མདོ་གཉིས་དུམ་བུ་གཉིས་ཆགས་སོང་བ་རེད། དུམ་བུ་གཉིས་བྱས་ནས་ཆོལ་ཁ་གཉིས་གོང་མཐོར་བཞག་པ་རེད། ད་འདི་ལ་ཆབ་སྲིད་ཀྱི་རྒྱབ་ལྗོངས། བོད་པའི་ཕྱོགས་ནས་ཀྱི། ཡང་ན་གནས་ཚུལ་མ་ཤེས་པའི་ཐོག་ནས། དེ་འདྲ་ཞིག་ཆགས་སོང་བ། ཡང་ན་སྐབས་དེ་དུས་ཀྱི་མི་དེ་ཚོ་གི། ཀུན་སློང་ངན་པའི་ཐོག་ནས་ཆགས་སོང་བ་དེ་འདྲ་ཅིག་ལ་ང་ཚོ་ངོས་འཛིན་བྱེད་ཆོག་གི་རེད། ཡིན་ན་ཡང་ང་ཚོ་གྱོང་གར་ཅིག་རག་ཡོད་རེད་ཟེར་ན།

གནས་ཚུལ་དེ་ཤིས་པ་གཞི་ལ་བཞག། བོད་ཤར་ཕྱོགས་ནས་བཙན་འཛུལ་བྱས་པའི་སྐབས་ལ་ཡ། རྒྱ་ནག་ལ་རྡུང་ལེན་བྱེད་མཁན་མི་ཁྲག་རུས་ཁྲག་ཚོ་འདི་ཁམས་དང་ཨ་མདོ་ནས་ཐོན་ཡོད་པ་གསལ་བོ་ཡིན་པ་རེད་བ། ཁྲག་གི་ལམ་བྱེད་ནས་རེད་བ། ཨ་ནི་དེ་གི་ཚེ་བྱེད་ནས་རྡུང་ལེན་བྱེད་ནས་ཡོང་བ་རེད་བ། ཡོང་དུས་གང་ལ་ཡ། དབུས་གཙང་དང་མངའ་རིས་གཡོན་ནས་མི་དེ་གྱི་དེ། རྒྱ་ཡོང་གི་ཡོད་པ། གནའ་བོའི་གོ་བ་ལ་བརྟེན་ནས་བྲོས་སོང་བ། ད་དེ་ཚོ་ངས་ལོ་རྒྱུས་འཁྱོག་བཤད་མཁན་མ་རེད་དངོས་ནས་སུ་རེད་དེ་འདྲ་ཡིན་དུས། ད་རྒྱ་མིས་གིས་ག་རེ་ངོས་འཛིན་བྱེད་ཡོད་རེད་ཁམས་དང་ཨ་མདོ་གཉིས་འདིས་མི་ཚབས་ཆེན་ཅིག་ལ་བརྩི་ཡོད་རེད་དམ། ལོ་རྒྱུས་ནང་ལ་གསལ་པོ་ཞིག་གྲགས་རེད། ཚབས་ཆེན་ཅིག་ལ་བརྩི་ཡོད་པ་ཡིན་ཙང། རྗེས་ལ་ཡང་རྒྱ་ནག་གིས་འཛིན་སྐྱོང་ས་ཁུལ་བགོ་བཤའ་བརྒྱབ་འོང་དུས། ཁམས་འདྲ་བོ་ཡིན་པ་ཡིན་ན་དུམ་བུ་ག་ཚོད་བཏང་འདུག་ད། ཁམས་དང་ཨ་མདོ་གཉིས་ཆོལ་ཁ་གཅིག་གི་ཁོངས་ནས་ཕར་དུམ་བུ་བཏང་བྱས་ནས་གིས། བོད་ལུགས་རྒྱུད་ན་ཡོད་པ་ནང་བཞིན་གྱི། ཆོལ་ཁ། འགྲེལ་བཤད་བརྒྱ་བཏང། ཕྱོགས་གཅིག་ལ་ཡང་བཞི་བཞག་པའི་བཟོ་འདྲ་བོ་ཅིག་རྣམ་འགྱུར་བསྟན་པར་བ། ད་དེ་ནས་བཟུང་སྟེ་བོད་ནང་ལོགས་ལ་ཡང་མི་མང་པོ་ཞིག་ཡོད་ཅིག་གིས་མདོ་དབུས་ཁམས་གསུམ་ཟེར་བྱས་ནས་མིང་དེ་དེ་ནས་བཟུང་སྟེ་ཆགས་འདུག། གང་ལྟར་ང་ཚོ་ཆབ་སྲིད་ཀྱི་མགོ་ལྕོག་འོག་ལ་ཐལ་ཡོད་པ་དང། བྱས་ཙང་དེ་འདྲ་ཡིན་དུས་འདི་ཚོ་ང་ཚོ་མང་གཙོའི་ནང་ལོགས་ཤན་ཆགས་ཅིག་རེད། རྒྱལ་དབང་སྐུ་འཕྲེང་བཅུ་གསུམ་པའི་གི་རྗེས་འཇུག་ཚད་ལྡན་པ་ཅིག་ང་ཚོ་བྱེད་ཐུབ་མི་འདུག། མང་གཙོའི་ཐོག་ལ་ཉམས་ལེན་ཆ་ཚང་ཞུ་ཐུབ་མི་འདུག་ཅེས་ནས་འདི་ཞུ་རྒྱུ་ཡིན། ཕྱོགས་གཞན་པ་ཅིག་ནས་བལྟས་པ་ཡིན་ན། ང་ཚོ། བསམ་བློ་བཏང་ས་གི་གཞི་རྩ་ཡག་པོ་ཡོད་རེད་ལོ་རྒྱུས་ཉམས་ལེན་བྱས་པ་ཡིན་ན། སྐབས་འགའ་ཞིག་ཁམས་དང་ཨ་མདོ་གཉིས་ཆོ་ག་གཅིག་ཡིན་པ་ལྟ་བུ་སྐབས་འགའ་ཞིག་ཆོ་ག་ཁ་ཁ་ཡིན་པ་ལྟ་བུ་སྐབས་གཉིས་ཡོད་རེད་བ། དེ་འདྲ་ཡིན་དུས་དེ་འདྲའི་གི་ཐོག་ནས་སྤྱི་ཚོགས་ནང་ལོག་ལ་ཡ། ཞི་འཇམ་དང་ལྷིང་འཇགས་དང་གང་ཅི་ཐོག་ལ་ཕན་ཐོགས་ཆེན་པོ་ཡོད་པ་ཅིག་རེད་དེ་ཡང་དྲན་གི་ཡོད། དེ་ཡང་ང་ཚོ་བསམ་བློ་བཏང་ཆོག་པ་ཅིག་རེད་དྲན་གི་འདུག་ད་དེ་ད་ལྟ་འདས་ལ་ཡ། ཁོ། ཟུར་དུ་ངོ་སྤྲོད་འདོད་པ་ཅིག་རེད། སྤྱི་བཏང་དང་ལེན་གྱི་གནས་ཚུལ་དེ་ཆོལ་ཁའི་གནད་དོན་མ་རེད་ཅེས་ཞུ་གི་ཡོད་རེད་བ། ཡིན་ན་ཡང་ད་བར་ལམ་གནས་ཚུལ་ཟང་ངེ་ཟང་ངེ་མང་པོ་བྱས་ནས་ཆོལ་ཁའི་གནས་ཚུལ་བྱུང་ཡོད་ཨ་རེད་ཟེར་ན་ཡོད་རེད། སོ་སོ་རང་ཉིད་ནས་འདུག་བསམ་བསམ་ཅིག་གི་ཚོར་སྣང་ཅིག་ཡང་ཡོད་ཀྱི་ཡོད་དེ་ད་ལྟ་བཀའ་ཤག་གི། དོན་གཅོད་འཕོ་འགྱུར་དང་འབྲེལ་བ་ཡོད་པའི་སྐད་ཆ་མ་རེད། དེའི་ཐོག་ལ་ཡང་ཆོལ་ཁ་གི་གནས་སྟངས་ཡོང་ས་གཞི་རྩ་གོ་ར་ཡོད་མ་རེད། རེད་བ། ད་ཁ་སང་ཉེ་ཆར་སྤྱི་འཐུས་ལྷན་ཚོགས་ནང་ལོ་ལ་ཡར་བཀའ་མོལ་གནང་སྟངས་དང་ཉིས་སྟོང་བཅུ་དྲུག་གི་འོས་བསྡུ་གི་སྐབས་ལ་བཀའ་མོལ་གནང་སྟངས་དེ་འདྲའི་གི་ཐོག་ལ་ཆོ་གའི་གི་གནས་ཚུལ་བྱུང་སོང་བསམ་གི་ཡོད། སྐབས་དེ་དུས་རྒྱ་ནག་གི་བྱུང་སོང་ཟིག་ཤེས་ཡོད་རེད། བོད་ཀྱི་དབུ་ཁྲིད་རྣམ་པ ྋགོང་ས་མཆོག་དང་སློབ་དཔོན་ཟམ་གདོང་རིན་པོ་ཆེ་ལ་སོགས་པ་སྲིད་སྐྱོང་ལ་སོགས་པས་གསུངས་ཡོད་རེད། རེད་བ། དཔེར་ན་སྲིད་སྐྱོང་འདྲ་པོ་ཡིན་པ་ཡིན་ན་དེ་ནི་རྐུ་མ་ཡིན་པ་དང་མི་བསད་ལག་དམར་ཡིན་པ་ལ་སོགས་པའི་གི་གཞི་མེད་སྐྱོན་འཛུགས་མང་པོ་བྱས་ཡོད་རེད། ཆོ་གའི་ན་ཚ་རེ་དྲན་གི་ཡོད། ཉེ་ཆར་སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་ཡ། ཁྲིམས་དང་མཐུན་པར་ལུགས་དང་མཐུན་པའི་སྐད་ཆ་བཤད་ངེས། སྤྱི་འཐུས་དེ་འདྲི་ལ་ཡ། ན་ཚ། གཞི་མེད་ན་ཚ་དེ་འདྲི་ད་ལྟ་བཟོ་བཞིན་པ་རེད་བ། འོ་དེ་འདྲི་ཡིན་དུས་གང་ལགས་ཞོགས་ཀྱི་གནས་ཚུལ་དེ་འདྲི། ཡོང་གི་འདུག་དེ་ཡིན་ན་ཡང་ད་ལྟ་ད་ལན་གྱི། དོན་གཅོད་འཕོ་འགྱུར་དང་འབྲེལ་བའི་གནས་ཚུལ་དེ་དེ་འདྲི་མ་རེད་ཟེར་ནས་ཐག་ཆད་པའི་དོན་དེ་ཞུ་གི་ཡོད། ད་དེ་ནི་དེ་ནི་དོན་གསལ་ཞེས་པ་ཅིག་གར་ཞུ་གི་ཡོད་ཟེར་ན། གཏམ་རྙོག་གླིང་ཆར་དང། ཡར་ལངས་ངོ་རྒོལ་བྱེད་ཆར་ཟེར་ཡ་ཅིག། གཏམ་རྙོག་གླིང་ཆར་དེ་སུ་རེད། སྤེན་པ་ཚེ་རིང་ལགས་ནས་ད་ཨ་རིའི་གསར་འགྱུར་བརྒྱུད་ལམ་ཁག་ལ་ཡང་གཏམ་རྙོག་གླིང་གི་ཡིན་ཟེར་གྱི་འདུག་ལབ་སོང་ད་ཁོ་ཚོའི་རྗེས་ལ་ཡང་ཤེས་ཀྱི་ཡིན་གསུང་གི་ཡོད་རེད་བ། ད་ཡར་ལངས་ངོ་རྒོལ་བྱ་ཆར་ཟེར་ཡ་དེ་རྡ་རམ་ས་ལ་ཡང་ངོ་རྒོལ་བྱེད་ཀྱི་ཡིན་ཟེར་གྱི་ནས་ད་ད་ཤེས་ཀྱི་འདུག་བ། དུས་ཚོད་སྐོར་ལ་ཞུ་གི་ཡོད་ད་དེ་དང་འབྲེལ་ནས་ཞུ་གི་ཡོད་རེད་བ། ད་རྣམ་པ་ཚོས་དགོངས་པ་ཡག་པོ་ཅིག་བཞེས་གནང་དང་ཉེ་ཆར་སྤྱི་ཚོགས་དྲ་ལམ་ཁག་དེ་འདྲི་ལ་ཐོན་སོང་བ། སྤེན་པ་ཚེ་རིང་རྒྱབ་སྐྱོར་གནང་མཁན་མི་མང་པོ་ཞིག་པོ་ཅིག་གི་དྲ་ཐོག་ལ་མ་ཐོན་ནས་སྐད་ཆ་བཤད་གི་ཡོད་རེད་ད་ནང་ཁུལ་བ་རང་ཉིད་ཀྱི་སྐད་ཆ་བཤད་པ་ནང་བཤད་བྱེད་ནི་བཤད་གི་འདུག་ཕྱོགས་གཅིག་ནི་དགོངས་པ་བརྟེན་ནས་སྐད་ཆ་བཤད་ན་ཡག་པོ་རེད། ཐབས། དེ་མེད་པར་བྱས། ཨཱ་ནི། དེང་སང་དྲ་རྒྱའི་ནང་ལོགས་ལས་པར་རྫུན་མ་དང་མིང་རྫུན་མ་བཞག་ནས་རྒྱབ་ལོགས་ལ་གབ་ནས་བཤད་ཆོག་རོ། དེའི་གོམས་གཤིས་ངན་པ་ཐེབས་ཀི་འདུག་བ། མང་གཙོ་འགྲོ་སྟངས་ནང་བྱས་པ་ཡིན་ན་སོ་སོ་གི་གདོང་པ་བསྟན། རེད་བ། ཕྱི་གསལ་ནང་གསལ་བྱས་ནས་ངོ་རྒོལ་བྱེད་དགོས་རེད་བ། ད་དེ་རིང་ཨ་རི་ལ་ངོ་རྒོལ་བྱེད་མཁན་མང་ཆེ་ཤོས་འདི། ཨཱ་ནི་ཁ་ཤི་བ་ཁོའི་གདོང་པ་བཀབ་འདུག་བ། སྦས་འདུག་བ། སྦས་དགོས་ཡ་གནད་དོན་ཅིག་ཡིན་པ་ཡིན་པ་ཡིན་པ་ཡིན་ན་ཡག་པོ་མ་རེད་བ། དངོས་གནས་དྲང་ནས་བཤད་ཐུབ་པ་དང་བཤད་དགོས་ཡག་ཅིག་དང་དེ་འདྲས་ཡིན་པ་ཡིན་ན་གསལ་བོ་བྱེད་ཤོག་དང། ད་དེ་ལ་བརྟེན་ནས་དྲ་རྒྱའི་རྒྱུད་ལམ་ཁག་ལ་ཡང་ཁོ་རང་ཚོ། ཁ་རྡུང་དེ་འདྲས་རག་གི་འདུག་བ། དེ་ཁོ་རང་ཚོ་བྱེད་སྟངས་ནོར་རེད་བ། ལབ་གི་འདུག་བ། ད་ཁོ་ཚོ་ཁ་ཤུབ་རྐྱང་རྐྱང་རྒྱབ་པའི་གར་བྱས་པ་རེད། མ་རེད་མ་རེད་ཨ་རིའི་ནང་ལ་བག་མའི་སྡུག་རྒྱག་བྱེད་འདུག་དེ་འདྲས་ལབ་གི་འདུག་བ། ཡ་ད། ང་ཚོ་འདི་ལ་རྡུང་པ་བརྟེན་ནས་སྐད་བཤད་གི་ཡོད་དེ་ནང་བཞིན་བཤད་དང།

ག་རེ་བྱེད་ནས་མ་བྱས་ན་གནད་འགག་ཅིག་ཐུག་པ་ཡིན་ན། ཨ་ནི་བཙན་བྱོལ་བོད་བཙན་བྱོལ་བོད་མི་བཙན་བྱོལ་བ་དེ་རྒྱའོ་རོམ་ཅིག་གི་མིང་ཐོག་ལ་ཡོད་རེད་གར་བྱེད་ཅིག་རེད་ཟེར་ཡག་གི་སྐད་ཆ་འགྲོ་བ་ཅིག་སྤྱི་ཚོགས་ནང་ལ་ད་ག་ཟེ་ཅིག་འགྲོ་གི་ཡོད་རེད་བ་ད་དེ་ཚོས་བཟོ་འགྲོ་བ་ཅིག་རེད་པས། འདིར་ད་གནས་ཚུལ་ཅིག་ད་གནས་ཚུལ་གཞན་པ་དེ་ཁྱེད་རང་ཚོ་དེ་འདྲིས་གི་བཀའ་མོལ་གནང་བ་དང། ལྷག་པར་དུ་བཀའ་ཤག་གི་ཐོག་ནས་འདི་འདྲིས་གི་གསལ་བཤད་མང་པོ་ཅིག་བྱས་ཡོད་རེད། དེ་ལས་ལྷག་པ་གསལ་བཤད་བྱས་མེད་པ་འདྲ་བོ་རེད། སྤྱིར་བཏང་སྔོན་མ་སློབ་དཔོན་ཟམ་གདོང་རིན་པོ་ཆེ་གི་སྐབས་ལ་ཡང། ག་རྫུན་འགྲེལ་བཤད་རྒྱ་ནས་གསལ་བོ་ཆགས་ཡ་མི་འདུག་ཟེར་ཅེས་སྤྱི་འཐུས་ལྷན་ཚོགས་ནས་གསུངས་མྱོང་པ་རེད་པ། ད་དེ་སུ་འདྲ་བོ་ཅིག་རེད་པས། མུ་མཐུད་ནས་ལས་འགུལ་སྤེལ་གི་ཡིན། རྒྱ་བོ་རིན་པོ་ཆེ་བཞུགས་གནས་བཞུགས་སྒར་རྡ་རམ་ས་ལ། ས་གནས་དོན་གཅོད་ཀྱི་ཐོག་ནས་ས་གནས་འགོ་འཛིན་རེད་ད། རྡ་རམ་ས་ལ་ས་གནས་འགོ་འཛིན་གྱི་ཐོག་ནས་འགན་འཁེལ་བྱས། ཁ་སང་སྔ་མ་ནས་སྔུན་བརྡ་བཏང་ཚར་བ་རེད། ཡིན་ནའི་དེ་ཚོ་ཚང་མ་ལ་སྣང་མེད་བཏང་ནས་ད། བོད་གཞུང་གི་བསྟི་གནས་ལ་ཡ། དཀའ་ངལ་བཟོ་གི་ཡིན་ཟེར་བའོ། གནས་ཚུལ་ཅི་དེ་ལས་སོ། ད་གནས་ཚུལ་དེ་ཚོ་གཞི་རྩ་གཅིག་རེད། གནས་ཚུལ་གཞན་པ་གཅིག་དེ། ཉིས་སྟོང་བཅུ་དྲུག་གི་ཟླ་བ་བཅུ་པའི་ཚེས་པ་བདུན་ཉིན་མོ་དེ་ལ། དུས་བབ་གསར་ཁང་གི་དྲ་གཉེར་གསར་འགྱུར་གྱི་བཅར་འདྲི་ལེ་ཚན་ནང་ལོགས་ལ་ཡ། བཀའ་བློན་ཟུར་པ་རྒྱ་ལོ་དོན་གྲུབ་ལགས་མཉམ་ཞུགས་གནང་ཡོད་རེད། སྐབས་དེ་དུས་ཁོང་གིས་བཀའ་མོལ་ག་རེ་གནང་ཡོད་རེད། དེ་ངེད་ཀྱིས་ཚིག་ཇི་མ་ཇི་བཞིན་མ་ཞུ་ཐུབ་པ་འབད་རྩོལ་བྱེད་ཀྱི་རེད་བ། གལ་ཆེ་ཤོས། ང་ཚོ་བོད་ལ་མ་ལོག་བར་དུ་བཀའ་ཤག་གི་སྒང་ལ་རྒྱ་བོ་རིན་པོ་ཆེ་ནས་དབུ་ཁྲིད་གནང་དགོས། བར་རམ་རྒྱ་བོ་རིན་པོ་ཆེའི་ཐད་ཀར་དབུ་ཁྲིད་གནང་གི་ཡོད་མ་རེད། དེ་སྐྱོན་ཆེན་པོ་གཅིག་རེད། ཚང་མ་གཅིག་འཛོམས་ན་ཡག་པོ་འདུག་དེའི་སྐོར་ངས་རྒྱ་བ་རིན་པོ་ཆེ་དང་བཀའ་ཤག་དང་གཞོན་ནུ་ཨ་མདོའི་ཚོགས་པ་དེ་ཚོ་ལ་ཞུས་པ་ཡིན། འདི་གསུངས་འདུག་ད་འོ་ན་དེ་འདྲས་རེད་པས། ད་ལས་ཀ་དེ་འདྲས་འགོ་བཙུགས་ཡས་ཡིན་པས། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་རེ་གནང་བཞག་པ། མང་གཙོ་ཡང་དག་པ་ཅིག་གནང་བཞག་པ།

ཕྱོགས་གཅིག་ནས་ཡང་རྒྱུ་སྒོམ་པ་ཆེ་ཞིག་དང། དེ་རིང་སང་ཉིན་ལས་འགུལ་སྤེལ་བསྡད་པ། དྲ་རྒྱའི་ནང་ལ་ཟིང་ཆ་བསླངས་བསྡད་པ། ཨ་རི་ལ་ཡ་སྲིད་སྐྱོང་ལ་ངོ་རྒོལ་བཀའ་ཤག་ལ་ངོ་རྒོལ་བྱས་པ་འདི་སྐྱབས་མགོན་རྣམས་ཀྱིས་མཁྱེན་གི་མ་རེད་པས། སྐུ་དཀར་ཡིག་ཚང་མཁྱེན་གི་མ་རེད་པས། གསལ་བོ་མཁྱེན་གི་རེད། ཐུགས་ཕོངས་གི་མ་རེད་པས། སྐུ་ཚེ་ཡུན་རིང་བསྟན་པའི་དགེ་བའི་ཞབས་བརྟན་ཆགས་སུ་ཆགས་མ་སོང། ཕྱོགས་གཅིག་ནས་རྒྱལ་བ་རིན་པོ་ཆེ་རྒྱལ་བ་རིན་པོ་ཆེའི་གསུང་ཁུང་དུ། ཁ་སང་ཉེ་ཆར་རྒྱལ་བ་རིན་པོ་ཆེ་གི་སྐུ་གཟུགས་བདེ་པོ་མེད་པ་གནས་ཚུལ་དེ་འདྲི། གསུངས་པ་འདི་ལ་ཡ་དེ་རིགས་སང་ཉིན་གང་ཡང་བཤད་ཀྱི་མི་འདུག། ཁ་སང་ཉེ་ཆར། སྐྱབས་མགོན་རིན་པོ་ཆེའི་དབུ་བཞུགས་ཀྱི་ཐོག་ལ་ཡ་སྲིད་སྐྱོང་དང་བློ་བཟང་ཟམ་གདོང་རིན་པོ་ཆེ་གཉིས་ཕེབས་པ། ངས་ཡིད་ཆེས་བྱེད་ས་གཅིག་གི་མི་གཉིས་ཡིན་ཕ་ཆེ་དེ་འདྲས་གཅིག་གསུངས་ཡོད་པ་འདྲ། དེའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་གིས་བཀའ་དེ་གནང་སོང། ད་དེ་ཚོ་ལ་དོ་སྣང་བྱེད་མཁན་མི་འདུག་བ། མི་སྒེར་པ་གཅིག་གིས་རང་བཙན་གྱི་སྐད་ཆ་བཤད་པ་ལ་བརྟེན་ནས་ཀྱི་རྒྱ་བོར་རམ་གྱི་སྐུ་ཚེ་ཉུང་དུ་འགྲོ་སོང་ཟེར་བྱས་ནས་ག་ཚོད་བཤད་ཡོད་རེད། རེད་བ། ད་ལས་ཀ་བྱེད་སྟངས་དེ་ཚོ་སྐྱབས་མགོན་རིན་པོ་ཆེའི་སྐུ་ཚེ་བརྟན་ཡག་ཅིག་ཆགས་ཀྱི་འདུག་ཆགས་ཀྱི་མི་འདུག་སོ་སོ་རང་ཉིད་ཀྱི་དགོངས་པ་ཡག་པོ་ཞིག་བཞེས་དགོས་གལ་ཆེན་པོ་འདུག་དྲན་གྱི་ཡོད། དེ་རེད། ད་དེ་ནས་མང་པོ་བྱེད་ཤོས་མེད་རེད་བ། ང་ཚོས་མུ་མཐུད་ནས་བཤད་ཆོག་གི་རེད། ལག་པས་འབྲི་དགོས་ན་རེད། གློག་ཀླད་བརྡུང་དགོས་ཡོད་ན་རེད། དེང་སང་སྔོན་མ་དང་འདྲ་གི་མ་རེད་ང་ཚོ་མི་རེ་རེའི་ལག་པ་ལ་སྤྱི་ཚོགས་དྲ་ལམ་རེ་རེ་ཡོད་རེད། བརྡུང་ཐུབ་ནས་བཤད་དགོས་ན། སྤྱི་ཚོགས་སྡིངས་ཆའི་སྒང་ལ་བཤད་དགོས་ན། དྲི་བ་དྲི་ལན་བྱེད་ནས་བཤད་དགོས་ན།